ཨ་ནི། བློ་ཕམ་གྱི་གནས་སྟངས་ཅི། གང་ལ་བབས་པའི་གི་གནས་སྟངས་ཅི་རེད་ཞེ་ད་ཡུལ་གྲུབ་པར་ག་འདྲས་བྱིན་ནས་རོ། བསམ་ཚུལ་དེ་རྡོག་རྡོག་འདི་སེམས་པ་སྐྱོ་བས་ཅི། གནས་སྟངས་ཅི་གང་འདྲ་ཆགས་འདི་ཞེ་རོ། ད་འདི། གཅིག་ནི། ད་དུས་རབས་ཉེར་གཅིག་ལ་ཡ། Technology Era། ཆགས་ཡིན་འདུག་ག་ལ།

ཁོ་ནོར་མོ་རེད་ནོར་མོ་སྤྱི་ཚོགས་ཀྱི་འགྲོ་སྟངས་རེད་དེ་རོ། དོན་ཡོང་གི་རེད་འགྲོ་གི་རེད་ཡང་གསར་བ་ལས་ཡོང་གི་རེད་དང་རེད་དང། དེ་ན་ནི་གལ་ཆེ་ཤོས་དེ་ག་ཆེ་བོ་ལ་ནི་ད་ཡུའུ་ཀྲུའུ་པར་མང་རུ་མང་རུ་མང་རུ་ཆགས་ཡོང་འདུག་ང་ཚོའི་སྤྱི་ཚོགས་ཀྱི་ནང་རུ། མང་ཆས་ཀྱི་སེམས་ཁམས། སོ་སོའི་ཀྱི་སེམས་ཁམས་ལ་བདག་སྐྱོང་བྱེད་སྟངས་དེ་གནད་འགག་གལ་ཆེ་ཤོས་དང་པོ་དེ་ག་རེ་རེད་ཟེར་ལབ་པ་ཡིན་ན། ཨ་ནི་སོ་སོའི་ཀྱི།

དུས་རྒྱུན་དུ་ཅིག་རྡོག་དགའ་རོགས་དང་དེ་འདི་གི་སྐོར་ལ་མང་པོ་ཅིག་སོ་སོ་ནང་གི་སྐོར་ལ་ཡང་མང་པོ་ཅིག་བཤད་ཡོད་དེ་འདི་བཤད་རྒྱུ་ཡོད་མ་རེད། འདི་གར་བཀླག་ཡོད་རེད་ལབ་པ་ཡིན་ན། ང་ཚོ་ཡུལ་གྲུ་པ་མང་པོ་ཞིག་དུ་བ། ཨོ། དེ་རིང་ངེད་ཀྱི་ཅིག་བྱེད་ཅིག་ངེད་ཀྱི་བཟའ་ཟླ་ཅིག་བྱེད་སོང་ངེད་ཀྱི་ཅིག་ནང་མི་ཅིག་བྱེད་སོང་གཉིས་བྱེད་སོང་ཨ་ནི་ངེད་ཀྱི་ཨ་མ་ཅིག་བྱེད་སོང་ཨ་ཨ་ཕ་འདི་ཁྱོ་བ་དེ་འདྲས་འདི་འདྲས་འོ་འདི་འདྲས་རིགས་འདི། གསུངས་ན་ཡག་པོ་ཡོད་མ་རེད། དང་པོ་དེ་ལ། ང་ཚོ Viewer ལས་ར་བ་གཟིགས་མོ་བ་དེ་གི་ལྟད་མོ་ལྟ་ཉན་འདི་ཚོ་གི་སེམས་ཁམས་ཀྱི་ཐོག་ལ་མི་སོ་སོ་བསམ་བཏང་བཏང་ལོག་ཁ་ལོག་ཁ་ཡོད་འདུག་གང་ལ། ཨ་ནི་མི་ཁ་ཤས་ཀྱི་ཁྱེད་རང་ལ་ཁྱད་གསོད་བྱེད་ཡ་དང་མཐོང་ཆུང་བཏང་ཡ་དང་དེའི་གི་རྒྱུས་ནི་ཨ་ནི་ཡང།

རྣམ་རྒྱལ་ནང་མི་གིས་འདི་ཤེས་ནས་རུ་བ་པད་མ་སྲིད་ཀྱི་སྤྱི་ཚོགས་ལ་འགྱུར་བ་ཤུགས་ཆེན་པོ་ཅིག་ཐེབས་ཡོད་དང་རྒྱ་སྐད་དུ་མ་སོང་མཇལ་ཁ་ཡག་པོ་ཅིག་རག་ཡོད་རེད། འདི་གིས་ག་རེ་ཕན་ཐོགས་ཡོད་རེད་ཟེར་ན་ང་ཚོ་གི་མ་འོངས་པ་ལ་མི་མང་ང་རང་ཚོ་ལས་བྱེད་སྲི་ཞུ་བ་ཡིན་ན་རེད་འདི་ཚོའི་གི་བྱ་སྤྱོད་འདྲ་མི་འདྲ་ཅིག་གིས། རང་རང་གང་དྲན་བྱས་ཏེ་བསམ་བློ་རྒྱ་བཏང་གི་རེད་མ་བྱེད་ངེས་ལ་རེད། དཔེར་ན་བསླབ་གྲྭའི་གི་ནང་ལ་དགེ་རྒན་ཡིན་ན་གི་བསམ་བློ་མང་པོ་བཏང་ནས་ཨ་ནི་དོན་དང་ལྡན་པ་གི་ལས་ཀ་བྱས་གི་བསམ་བློ་བཏང་ཡ་ཅིག་ལེགས་གི་རེད། རེད་བ། དེ་ཕན་ཐོག་ཆེན་པོ་ཞུ་ཅིག་ཆ་རེད། ད་ང་ཚོ་སྤྱི་ཚོགས་གི་ནང་ལ་རེད་བ་དེ་དང་པོ་དང་མཐའ་མ་རེད་བས་ཟེར་ན་མ་རེད་ད་འདོད་ད་མང་པོ་དོན་ཡོང་གི་རེད་ད་འདོད་ད་ད་འདོད་མང་པོ་མང་པོ་དོན་ཡ་ཡོད་རེད་ཡོང་གི་རེད་ལེགས་གི་རེད་འགྲོ་གི་རེད།

འདི་ཚོ་ཕུགས་ཀྱི་ཨ་ནི་མིག་གི་ཆ་འཇོག་བྱེད་ཀྱི་མ་རེད་མིག་གི་གཞི་བཞག་གི་མ་རེད་ད་རོ། འདི་འདྲའི་རིགས་དེ་ཚོ་ལ་ཡག་པོ་ཡོད་མ་རེད། ད་དེ་ནས་གཉིས་པ་དེ་ང་ཚོའི་གི་བོད་པའི་སྤྱི་ཚོགས་ཀྱི་ནང་མང་ཆེ་བ་ད་དེང་སང་གི་གཞོན་སྐྱེས་ཀྱི་དྲོ་ཐང་མང་ཆེ་བ་ག་རེ།

དེ་འདྲ་བྱེད་པ་ཡིན་ན་ཡག་པོ་ཡོད་རེད་བསམ་གྱི་འདུག་ཨ་ནི་ང་ཚོ་གི་གལ་ཆེ་ཤོས་དེ་ངེད་ཀྱི་མཐའ་སྡོམ་དེ་རེད་བ། The moral of the story is། ང་ཚོའི་གི་གནས་ཚུལ་གནས་ལུགས་ཡག་པོ་རྟོགས་མ་ཐུབ་བའི་གི་མ། གནས་ཚུལ་གནས་ལུགས་རྟོགས་མ་ཐུབ་ན། ལམ་སང་ཧོར་རྒྱུགས་བྱེད་ནས Conclusion དང་འབྲེལ་ཡོད་མ་རེད།